ཨོ། དེ་ནས་རྒན་རྣམས་ཀྱིས་དྲི་བ་ཐུང་ཐུང་ཞིག་ཞུ། རྒན་གྱིས་འདིའི་རྩོམ་ཤོག་ཉིས་བརྒྱ་བཅུ་བཞི་སྒང་ལ་ནི། ཤིན་ཏུ་ཕྲ་བའི་ལུང་དེ་ལ་ནི། ཁ་དོག་དཀར་པོ་དང་དམར་པོ་དེ་འདྲས་ཡོད་རེད་གསུངས། དེས་ན་འདི་ཤིན་ཏུ་ཕྲ་བའི་ལུང་དེ་ལ་ད་སྙིགས་མའི་ལུང་ཟེར་དགོས་ར། ཤིན་ཏུ་ཕྲ་བའི་ལུང་དེ་ལ་ནི་ཁ་དོག་དེ་འདྲས་དཀར་བོ་དང་དམར་བོ་ཡོད་ན་ནི། དེ་ནི་མཐོང་མཁན་གྱི་མིག་ཤེས་ཡོད་རེད། ཨ་ལས་ཕྱིར།
ལ་སོ་ལ་སོ།
དེ་མཐོང་མཁན་གྱི་མིག་ཤེས་ཡོད་ན་ནི། དེ་མིག་ཤེས་ཀྱི་རྗེས་ལྡན་གྱི་གང་ཟག་དེ་ལ་ནི་ད་ཡ་ཅིག། རྟོག་པ་མཐོན་པོ་སླེབས་དུས་ན་དེ་འདྲས་བཞག་གོ་ཟེར། དེ་ག་འདྲས་ཚིག་གི་ཚད་དེ་བཞག་པོ་རེད། ཤིན་ཏུ་ཕྲ་བའི་རླུང་སེམས་སེམས་སེམས། ཨ་ལོང་དེ། ལ་རེ་ལ་ཤིན་ཏུ་ཕྲ་བའི་རླུང་སེམས་ངག་གི་སྐབས་སུ། ཧོ་ཟེར་ངག་པ་ཅན་ཧོ་ཟེར་ངག་པ་ཅན་ཟེར་ནས་ཡོང་བསྡད་ཀྱི་འདུག་ཨ། འདི་ཏན་ཏན་ང་ཚོ་གི་ངོས་སུ་འདི་ལྟ། ས་དང་པོ་མ་ཐོབ་ན་ཐོབ་ངེས་མ་རེད་ཟེར་ནས་ལབ་ནས་གསང་འདུས་ཀྱི་ལུང་འདྲང་ཡིན་པ་དེ་ཡིན་ན་རིགས་པས་ཧ་གོ་གི་འདུག་བ་ང་ཚོ་ལ་དཀར་པོ་དང་སེར་པོ་དང་དམར་པོ་བསྒྱུར་ཡ་དེ་ག་རེ་རེད་ཟེར་ནས་ལབ་ན་ཤིན་ཏུ་བཀྲ་བའི་ལུང་སེམས་ཀྱི་དཀར་པོའི་ཆ་དེ་ཤུགས་ཆེ་བའི་གནས་སྐབས་སུ་རྡོ་རྗེ་སེམས་དཔའ་སོགས་འདྲ་སེར་པོའི་ཆ་དེ་ཤུགས་ཆེ་དུས་རིན་ཆེན་འབྱུང་ལྡན་སོགས་འདྲ་ཡིན་རྒྱུ་དེ་ལུང་གི་དབྱེ་བ་གི་བྱས་ནས་ཁ་དོག་སྣ་ཚོགས་ལ་གི་ཁ་དོག་སྣ་ཚོགས་འབྱུང་ཡ་དེ་ཚོ་ཤིན་ཏུ་ཕྲ་བའི་ལུང་གི་ཧོ་ཟེར་ལྔ་པ་ཅན་གྱི་ཤས་ཆེ་ཆུང་གི་དབང་གིས་ཏན་ཏན་འབྱུང་གི་འོ་རེད་དྲན་གི་འདུག།
ང་རྒན་གསལ་བཤད་ཟེར་ནས་འབུད་ཟེར་ཞོད་རྒན་ད་གིས་འདི་གསུངས་སོང། དགེ་ལུགས་ཀྱི་བུམ་པར་དབུལ་ན་དོན་དམ་པར་ཡོད་མ་རེད། རྒན་ཁྱེད་རང་ཐད་ཀར་ཨེ་བུམ་པ་མེད་ཟེར་གྱི་ཡོད་བར། བུམ་པ་ལྟ་བུ་དེ་བུམ་པ་བུད་མེད་སྟོང་གསུང་གི་ཡོད་བར། ད་ང་ཚོ་དགེ་ལུགས་ཀྱི་དེ་ཡང་ད་ག་ཟེ་བྱེད་རུང་བྱེད་རང་སྟོབས་སྲུང་བྱ་བ་དེ་ཙམ་ཡིན་ས་མ་རེད། དཔེར་ན་འདྲ་པོ་ཆགས་ངས་མདོག་གི་ལུང་དྲངས་པ་ཡིན་རེད་བར། ཡུམ་ཤེས་ཆེན་བུམ་པའི་ནང་ལོགས་ལ། ཨ་ནི་ཡ་དེ་ནི་དོན་དམ་པའི་དབང་བསྒྱུར་བྱེད་ཀྱི་ཐ་སྙད་འདོན་རྒྱུ་མ་ཡིན་ནོ་ཟེར་ལར་བར། ད་ཡི་གེ་ཐོས་ལ་ཡང་ཕ་ལམ་རྒྱལ་ལམ་མེད་བྱང་ཆུབ་ཡན་ལག་མེད་མང་པོ་མེད་མེད་མེད་གསུང་ཡ་དེ་ག་ཟེར་ན་དོན་དམ་དབང་དུ་བྱས་ན་མེད་ལབ་ཀྱི་ཡོད། ཐ་སྙད་དབང་དུ་བྱས་ན་མ་རེད་སྤྱིར་བར། ད་ཡུམ་ཤེས་རབ་སྙིང་པོའི་མདོའི་ནང་ལ་ག་རེ་གསུང་ཡོད་ཟེར་ན། རང་བཞིན་གྱིས་སྟོང་པ་རྣམ་པར་དག་པ་ཡང་དག་པར་བལྟ་བར་བྱའོ། ཐོས་ལ་ཡང་གཅིག་སྟོང་པ་ཡིན་སྟོང་པ་ཡིན་ཟེར་ཏེ་ད་ག་ཟེར་སྟོང་པ་ཡིན་ལབ་ཀྱི་མེད། དགག་བྱ་རང་བཞིན་གྱིས་སྟོང་པ་ལ་ཚིག་ཡོད་དེ་རེད་བ། འདི་ངས་ཡང་སྐར་མ་གཅིག་དེའི་གསལ་བཤད་བྱེད་ཀྱིན་ར་དེའི་གི་རྗེས་ལ་གསུང་རོགས་གྱིས་ཨ། ཏན་ཏན། ང་རང་ག་རེ་དྲན་གི་ཡོད་ཟེར་ནས་ལབ་ན། སློབ་ཕྲུག་དེ་ཚོ་ལ་ཡང་ལབ་གི་ཡོད་ཏག་ཏག་ཟེར་ང་ཚོ་དེའི་ནང་ལ་ཧོལ་ནང་ལ་མི་བརྒྱ་རྩ་ཡོད་རེད། ང་ཚོ་མི་ཡིན་པ་གཅིག་པ་རེད། ཡིན་ན་ཡང་ང་ཚོ་གི་སྣང་ཚུལ་ཚང་མ་ཁ་ཁ་ཁ་ཁ་རེད་སུ་གཅིག་མཐུན་གོ་བ་མ་རེད་ཁ་ཁ་ཁ་ཁ་རེད་དེ་བ་རེད་གཅིག་བྱས། མི་ཡིན་པ་གཅིག་པ་ཡིན་ན་ཡང་ཁ་ཁ། དེ་ཡིན་དུས། དེ་ནི་སྐད་ཆ་ཚང་མ་ཤེས་དགོས་རེད། ངའི་བཤད་སྟངས་དང་ཁྱེད་ཀྱི་བཤད་སྟངས་ཁོང་གི་བཤད་སྟངས་ཁ་ཁ་རེད་དབྱིན་མིང་རིག་གཏམ་ཁ་ཁ། Action། ཚང་མ་ཁ་ཁ་ཁ་ཁ་རེད། དེ་ཡིན་དུས་བསམ་བློ་གཏོང་ཕྱོགས་ཁ་ཁ་ཡང་ལུས་ཡོང། ཡོང་དང་ཡོང། ཡོང་གི་ཡོད་རེད། ཁ་ཁ་རེད་དེ་ཡོད་རེད། དེ་ཡིན་པའི་རྒྱུ་མཚན་ལས་དེར་ནང་པ་སངས་རྒྱས་དཔག་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་ག་རེ་རེད་ཟེར་ནས་ལབ་ན་ང་འདི་དྲན་དགོས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་གསུང་བ་དེ། སངས་རྒྱས་ལ་ངས་སྨན་པ་བརྩི་དགོས་རེད་སྨན་པ། སྨན་པ་ཡིན་དུས་སྨན་པ་ལ་དབང་ཆ་ཡོད་མ་རེད། ངས་འདི་ལ་སྨན་འདི་སྦྱིན་དགོས་ཟེར་ནས་དབང་ཆ་ཡོད་མ་རེད་སྨན་པ་ལ། སྨན་པ་འདི་ནས་ནད་པ་གི་ནད་པ་ལ་བསྟུན་དགོས་ཀྱི་རེད་མ་གཏོགས་པའི་ང་ལ་སྨན་ཡག་ཤོས་འདི་ཡོད་ཡ་ཟེར་ནས་སྟེར་ཡ་ཡོད་མ་རེད་ནད་པ་ལ། ད་ནད་པ་ལ་བསྟུན་ནས་སངས་རྒྱས་ལ་ཆོས་བཤད་དགོས་ཀྱི་ཡོད་རེད། རེད་བ་ལ། དེ་ཡིན་དུས་སྨན་པ་སྣ་ཚོགས་ཀྱི་ནད་པ་སྣ་ཚོགས་རེད། སྒོ་ནང་མཁན་ལ་དེ་ནི་ཏི་བི་ནང་མཁན་གྱི་སྨན་སྦྱིན་ན་ད་ཡོང་ང་ཁོ་རང་ཡོད་མ་རེད། ཏི་བི་ནང་མཁན་ལ་ཡང་གཅིག་རྒྱལ་དར་བསྒྲིགས་ན་བསྒྲིགས་འགོ་ཁ་ཁ་ཁ་ཁ་སྒུག་གི་ཡོད་པ་གཅིག་བྱས། དེ་ནས་གཉིས་པ་སྨན་གཅིག་ཡིན་ན་ཡང་ནད་པ་གཅིག་ཡིན་ན་ཡང་ཚ་བ་སྣང་བྱེད་ནག་དེ་གོ་ཡོད་ན་ཡང་ཁོ་གི་བློ་ཆེ་ཆུང་དང་ལུས་ཀྱི་སྟོབས་ཆེ་ཆུང་གི་སྒོ་ནས་དེ་ཡང་མང་ཉུང། བལྟ་དགོས་ཡ་དེ་དེ་འདྲ་ནང་བཞིན་ཆགས་དགོས་རེད་དེ་ཡིན་དུས་ནང་པ་སངས་རྒྱས་པ་ཆོས་ཕུང་བརྒྱ་ཁྲི་ཅི་དང་ག་རེ་ག་རེ་ཡིན་མིན་དང་མི་ཤེས་ཐེངས་མང་ཐག་ཆོད་གསུངས་པ་འདི་ཚོ་ཚང་མ་ངེས་དོན་ཡིན་གོ་ང་ལ་སུ་ལ་ག་རེ་ཕན་ན་དེ་བདེན་པ་ཡིན་གོ་དེ་ཡིན་དུས་ད་ངས་དཔྱད་པ་བྱས་ཡོང་དུས་ཚིམ་པ་དེ་ང་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་ཟེར་ནས་ལབ་ན་འདི་ཤུགས་ཡོད་ཡིན་ད་གཅིག་པ་རེད་དཔེར་ན་འདིའི་ནང་བཞིན་རེད་བ་ཤུགས་དགུ་རེད་བ། འདི་ཤུ་གུ་ར། ཤུ་གུ་འདི་ང་ཚོ་ག་རེ་བསམ་དགོས་རེད་ཟེར་ན་ངོ་ནས་བསྒྲགས་ནས་ཁོ་རང་གི་ངོས་ནས་འགྲུབ་བསྡད་ཡོད་པ་ནང་བཞིན་འདྲེན་དགོས་རེད་འདི། དོན་དངོས་པོའི་གནས་ཚུལ་ལ་འདིའི་ཤུ་གུ་འདི་ངོ་ནས་ཁོ་རང་འགྲུབ་བསྡད་ཡོད་རེད་ཟེར་ན་ཡོད་མ། འདི་ཤུ་གུ་འདི་ཤིང་སྡོང་ལ་བརྟེན་ནས་བྱུང་བྱ་བ་ཅིག་རེད། འགྲིག་གི་རེད་བ། ཤིང་སྡོང་ལ་བརྟེན་ནས་ཤིང་སྡོང་མེད་ན་ཤུ་གུ་འདི་ཡོང་ས་ཁོ་རང་ཡོད་མ་རེད། ཤིང་སྡོང་ག་འདྲས་བྱུང་ཡོད་རེད་ན་ས་གཞི་ལ་བརྟེན་ནས་ཤིཤིཤིཤིས་ས་གཞི་མེད་ན་ཤིང་སྡོང་སྐྱེ་ཡ་ཁོ་རང་ཡོད་མ་རེད། དེ་ནི་ས་གཞི་གཅིག་པུ་གིས་ཕན་གི་རེད་བས་ཟེར་ན་ཕན་གི་མ་རྒྱ་མཚོ་དགོ་དགོས་རེད། དེ་རེད་ཟེར་ན་རྒྱ་མཚོ་ནས་ཆུ་བོ་དེ་རླངས་པ་ཆགས་ནས་འདི་ནི་ཁ་བ་དང་འདི་ནི་ཆར་པ་བབས་ནས་འདི་ནི་ཆུ་བོ་གཅིག་ཡོང་དགོས་ཀྱི་རེད་མ་གཏོགས་པའི་རྒྱ་མཚོ་མེད་ན་ཆུ་ཡོང་ས་ཅི་ཡོད་མ་རེད། རྒྱ་མཚོ་ཡོད་ནས་ཕན་གི་མ་རེད་ཉི་མ་གི་འགྲོས་ཡོད་དགོས་ཀྱི་རེད་མདོར་ན་གང་དང་དེའི་གིའང་ཕན་གི་མ་རེད་ནམ་མཁའ་སྟོང་པ་གཅིག་ཡོད་དགོས་ཀྱི་རེད་ཤིང་སྡོང་སྐྱེ་ཡ་ལ་དེའི་འདི་ས་ཆུ་བོ་མེ་རླུང་ཚང་མ་ཡོད་ནས་འདི་དྲུག་ནས་ཤིང་སྡོང་ཆགས་ནས་འདི་ཤུག་ཁུག་ཡོང་དགོས་རེད་བདེན་པ་རེད།

རེད་བ། དེའི་ཤུགས་ཀུན་དེ་སྟོང་པ་རེད་ངོ་བོ་སྟོང་པ་རེད། དེ་ནི་སྤྱིར་བཏང་རྒྱུ་གན་ཚོགས་ཡོད་འདུག་སྣང་རེད། སྣང་གིས་འདུག་སྟོང་སྟོང་གིས་འདུག་སྣང་སྟོང་ཟུང་འཇུག་གི་རང་རྒྱལ། འདི་ཡང་ཁས་ལེན་དགོས། དེ་ནས་འདིའི་ཁས་ལེན་དུ་བརྩོན་པ་ང་ལ་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་ཟེར་ནས་ལབ་ན། དེའི་དཀའ་ངལ་དེའི་ཞུ་གི་ཡིན་དེ་ནི་འདིའི་ཁྱེད་རྣམས་བར་གྱི་ང་ལ་གསལ་བཤད་བྱེད་རོགས་བྱེད། འདི་ལྟར་འགྲིག་གི་འདུག་འདི་འགྲིག་པ་འདི་ང་ག་རེ་བརྩི་དགོས་རེད་ཟེར་ནས་སྤྱོད་འཇུག་རྣམས་ལ་ཅི་ཡང་མེད་ཅེས་སྒོམ་པས་ནི། དེ་ནས་འདི་དང་པོ་སྒོམ་ཟེར་ཡ་འདི་འགྲིག་གི་འདུག་དྲན་གི་ཡོད་རེད་ན། མཐར་ཐུག་འདི་ལ་ལབ་ཡོང་དུས་ཚོང་ར་ཤུ་གུ་དེ་སྒྲུབ་ཡུལ་དུ་ན་རྒྱ་མཚོ་དགོ་གི་ཡོད་རེད་ཉི་མ་དགོ་གི་རེད་ཟླ་བ་དགོ་གི་ཡོད་རེད་འགྲིག་གི་རེད་པ། རྒྱ་མཚོ་དང་ཟླ་བ་དང་འདི་ཚོ་མེད་ན་ཤུ་གུ་ཡོང་གི་མི་འདུག་ཨ། འདི་ལ་དད་ཤག་བཏང་ནས་འགྲོ་ནས། མཐར་ཐུག་འདི་རྡུལ་ཕྲན་འདི་ཆགས་གི་ཡོད་རེད། ད་རྡུལ་ཕྲན་འདི་ཡང། དེ་ནས་ཉི་མ་དང་ཟླ་བ་མེད་འགྲོ་བ་ནང་བཞིན་རྡུལ་ཕྲན་འདི་མེད་འགྲོ་ན། སྟོང་པ་ཆགས་ཀྱི་འདུག་བསམ་དགོས་རེད་ང། དགག་སྒྲུབ་ཀྱི་འདུག་བསམ། དགག་ན་ཆོས་ཅན་སྒྲུབ་ས་མི་འདུག་བསམ་དགོས་རེད་ང། འདིས་རྟེན་འབྲེལ་གྱི་རིགས་པ་བཏང་ནས། ནང་དུ་འཛུགས་འཇུག་གིས་བསྒྲུབ་ན། མེད་དགག་ནས་སྒྲུབ་ཐུབ་ཀྱི་འདུག་སྟེ། ཡིན་ན་ཡང་དངོས་པོ་ལ་སྐུར་བ་འཁྲོལ་གྱི་འདུག་ཆད་ལྟ་ཆགས་ཀྱི་འདུག་དྲན་དགོས་རེད་ང། ངའི་ངའི་བསམ་ཚུལ་རེད་ད། འདི་ང་ཆད་ལྟ་ཆགས་ཀྱི་འོ་རེད་དྲན་དགོས་རེད། འདིས་བཤད་པ་ཁྱེད་ཚོས་རྩོམ་པར་བ་དངོས་པོ་རྒྱུན་ནས་མི་འདུག་པ་ཆགས་ཀྱི་འོ་རེད་དྲན་དགོས་རེད་ང། དེ་ཡིན་དུ་བཙུན་པ་འདིས་རྡུལ་ཚང་འདི་ལ་དཔྱད་པ་བྱེད་དུ་བཙུན་པ་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་པའི་དངོས་པོ་ལབ་ནས་ཐུག་གོ་འོ་མ་དེ་ག་རེ་ཡིན་ན་ཧ་གོ། དེ་འདྲ་ཞིག་ཡིན་ན་ཚུལ Energy is form form is energy ནམ་རྒྱུན་ཡིན་ན་ངས་འདི་རང་ལབ་དགོས། ད་ཡིན་ན་ད་དེ་ཚོ་བྱེ་བྲག་ལབ་ཐུབ་ཡག་ད་ཡོད་མ་རེད་དེ་ངས་བདག་གིན་ལུས་འདི་ལ་མི་འདྲ་བ་གསུམ་ཙ་བཟོ་ཡིན་པ་རག་པའི་ལུས་ཟེར། ཐ་བ་བར་དོ་གི་ལུས་དེ་ཚོ་གི་སྐབས་སུ་དབང་པོ་ཀུན་ཚང་ཟེར་གྱི་འདུག་བ་དབང་པོ་ཀུན་ཚང་དེ་དུ་ཡོད་རེད་བ་དབང་པོ་ཀུན་ཚང་དེ་ཡོད་པ་ཡིན་ན་ཚང་མ་ཡོད་རེད་བ། ན། དབང་བྱེད་དང་ཚང་བ་དབང་པོའི་ཀུན་རྫོབ་རྟོག་མེད་དང་མི་རྟོག་དགེ་ནི་དྲི་ཟ། དེ་བར་དོ་ཀྱི་སེམས་ཅན་འདི་རང་མཚམས་སྦྱར་ནས་འགྲོ་དུས་བརྩོན་པ། ན། འདིས་འགྲོ་ཐུབ་གི་རུ་བ་མ་ཚད་དེ་ནས་བདག་མེད་ཕུང་པོ་ཙམ་ཉིད་དོ་ཟེར་ནས་ལབ་ནས། འཁོར་བར་འཁོར་ཚུལ་འདི་ག་རེ་བྱས་རིང་བདག་མེད་ཕུང་པོ་འདི་འཁོར་གི་རེད་ཟེར་ལབ་ནས་ཕུང་པོ་ང་ག་འགྲོ་གི་ཡོད་པ་ནང་བཞིན་དུ། བཟོའི་སྣང་ལ་ཡང་བཤད་ཡོད་རེད།

ཨ་ནི་དེའི་འོག་དེ་ལ། ཨ་ནི། དེའི་འོག་དེ་ལ་འདི་མཚུངས་ཤིག་བལྟ། འོ་འདི་ལས་ཕྲ་བའི་རྫས་མེད་པས་ཟེར། ད་མདོར་ན་འདི་ཕྱི་གཉིས་ཕྲ་མཐའ་དུག་ཡིན་པ་འདྲ་རྩི་བྱ། འོ་འདི་ཤིན་ཏུ་ཕྲ་བའི་རླུང་གསལ་ཟེར་ཏེ། ཡིན་པ་ཡིས་རྩ། ད་ལྟ་ང་ཐོག་རྟགས་མ་གཏོགས་གཉིས་ལས་འདས་པའི་རང་བྱུང་ཡེ་ཤེས་ཟེར་ཏེ་རྟགས་པ་དང་པོ་ཟེར་ཞུ་བ།
དེས་ན་ད་ལྟ། ཤིན་ཏུ་ཕྲ་བའི་རླུང་གསལ་ཟེར་དེ་གཉིས་འགལ་ལ་ངེས་འཛིན་གཅིག་པ་བྱེད་ཀྱི་ཡོད་པས་ཡང་ན། ཐ་དད་བརྩི་གི། ང་ལ་རྟགས་པ་ཟེར་ཡག་འདི་མ་གསུང་རོགས་ཅེས་རེ་བ། རེ་བ་རྟག་པ། རྟག་མ་རྟག་གཉིས་ལས་འདས་པའི་རང་བྱུང་ཡེ་ཤེས་དེར་གདའ། བཀའ་བརྒྱུད་ཀྱི་བཀའ་བརྒྱུད་ཀྱི་ཤོ་ཆ་ཆེན་མོའི་ནང་ལོ་ནང་ཆོས་གཡུང་དྲུང་གསུངས་དེ་ཀྱི་ཨ་ནི་རྟག་མ་རྟག་གཉིས་ཀྱི་མཐའ་ལས་འདས་པའི་དེ་འདྲ་བའི་རྟག་པ་དང་པ་ཟེར་ཡའི་རང་བྱུང་ཡེ་ཤེས་དེ་ཉིད་ཤིན་ཏུ་ཕྲ་བའི་རླུང་གསལ་ཐིག་གི་ངོ་བོ་རེད་མ་རེད། ད་རེས་ཟེར་ནས་ལབ་ན་ཁྱབ་པར་སུ་མི་འདུག་ཡིན་ན་ཡང་ཆེས་རྟག་པ་ལབ་འདོད་བཏུན་པ་ཁྱེད་རང་གི་ཅིག་གི་བསམ་བློ་ལ་ཡོད་པའི་རྟག་པ་དེ་མ་རེད་ད། རྟག་པ་ཡིན་ན་དེ་འདྲ་བསམ་བློ་བཏང་ད་བདེན་གཉིས་ཟད་པ་མེད་ཕལ་ཆེར་རྟག་པ་ཅིག་ཀྱང་བརྗོད་པ་ཡིན་ཟེར་ནས་མདོར་ན་རྒྱ་གྲམ་ཨ་བ་ཀྱི་རྡུལ་ཕྲན་འདི་གདོན་དམ་པ་ལ་ཡོད་དེ་རེད་དེ་རྟག་པ་མ་རེད་པ།

ཡོད་རེད་ཡོད་རེད། ཤེས་པ་རྒྱུ་གར་བཞག་ཨོ། ག་རེ།
ཤེས་པ་གི་རྒྱུ།
རིག་པའི་རྒྱུ་ཤེས་པའི་རྒྱུ། སྔ་མ་སྔ་མ།
སེམས་སྔ་མ་ཞེ་ན་སྔམ་སེམས་སྔ་མ་དེ་འཇིག་ནས་སྐྱེ་གི་རེད་དམ་མ་འཇིག་ནས་སྐྱེ་གི་རེད་འགག་ནས་སྐྱེ་གི་རེད་དམ་མ་འགག་ནས་སྐྱེ་གི་རེད་གལ་ཏེ་འགག་པ་ཡིན་ན་ཨེན་ཁོ་རྒྱུ་མེད་པ་ཆགས་གི་རེད་མ་འགག་ནས་སྐྱེ་བ་ནི་རྟག་པ་འདྲ་བོ་ཆགས་འགྲོ་གི་རེད་གན་ད་དེ་ཡག་པོ་བྱེད་གསུང་རོགས་བྱེད།
འདི་བདེན་པ་རེད་རེད་བ། དེ་ཡིན་ན་ཡང་རེད་བ།

དེ་ལྟ་མོད་ཟེར། འབྱུང་བ་བཞི་འམ་ལྔ་ལ་ཁྱེད་རང་གལ་ཏེ་དབང་ཕྱུག་ཟེར་ནས་ལབ་ཀྱི་ཡོད་ན་འགྲིག་གི་འདུག་ཟེར། ང་ཚོ་ཡང་འཁོར་འདས་འབྱུང་ས་དེ་འབྱུང་བ་བཞི་ལ་བརྟེན་ནས་འབྱུང་བྱ་བ་ཅིག་རེད་མ་གཏོགས་པས་དེ་དེ་ལས་གཞན་པ་མ་རེད་ཟེར་ལབ་ཡོད། ཡིན་ན་ཡང་ཟེར་ཁྱེད་རང་ཚོ་གིས་ག་རེ་ལབ་ཀྱི་འདུག་ཟེར་ནས་ལབ་ན། མིང་ཙམ་ལ་ནི་ཅི་ཅིག་མངལ་ཟེར་གལ་ཏེ་འབྱུང་བ་ལ་ཁས་ལེན་ན། ཡིན་ནས་འོན་ཀྱང་ཟེར་ས་སོགས་དུ་མ་དང། མི་རྟག་ལ་གཡོག་མི་རྟག་དེ་ནི་ཅི་རེད་ཟེར་ན་ས་སོབ་དུ་མ་ཡིན་པ་ཟེར་དབང་ཕྱུག་ཁྱེད་རང་གཅིག་ཡིན་པ་ཁས་ལེན་གི་འདུག་བ་ཟེར་ལ་གོ་རེད་དེ་ནི་དངོས་པོ་དེ་ཚོ་འབྱུང་བ་དེ་ཚོ་མི་རྟག་པ་རེད་འདུག་བ་ཟེར་ཁྱེད་རང་རྟག་པ་ཁས་ལེན་འདེད་གི་འདུག་བ་ལ་གོ་རེད་རེད་བ། དེ་ནི་ཁྱེད་རང་གི་བློ་ཡི་གཡོ་བ་སྔོན་དུ་གཏོང་ཚོ་འདྲ་འདྲི་གི་འདུག་བ་ཟེར་འབྱུང་བ་ལ་འདི་ཡོད་མ་རེད་བ་ཟེར་ནས་ཁྱབ་པར་སྦྱར་ནས། ཕ་ཕྱི་རོལ་དཔག་གི་དབང་ཕྱུག་དེ་གཙོ། སྐབས་དེ་དུས་གང་ཞེས་བརྟག་པ་གཅིག་པུ་རང་དབང་བ་ནང་བཞིན་ཁས་ལེན་འདི། ད་དེ་ཚོའི་རྫོགས་ལགས་ཟེར་མཁན། ཡིན་ན་ཡང་ད་ལྟའི་ཆ་ལ་བསམ་བློ་གཏོང་ན་རེ་བ། ད་ལྟའི་ཆ་ལ་བསམ་བློ་གཏོང་ན་ནི་བྱུང་བ་བཞིའི་དེ་བརྒྱུད་ནས་མཛད་ཡ་མེད་པའི་ཆ་ནས་འདི་རང་ལ་དཀོན་མཆོག་ཟེར་ནས་མིང་བཏགས་ཀྱི་འདུག་མ་གཏོགས་པའི་དཀོན་མཆོག་ཟེར་ཡ་དེ་ལགས་ཀྱི་རྫོབ་རྟགས་དང་དེ་འདྲ་ཡོད་པ་སོགས་འདྲ་རྩིས་ཀྱི་མི་འདུག་དེང་སང། ད་དེ་ནས་རོ། ཀྱི་ལུས་སེམས་ཕྲ་བ།